རྡོ་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲི་སངས་རྒྱས་སྨན་གྱི་ལམ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་སྤྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་འཚམས་འདྲི་དང་རྣམ་པ་ཚང་མ་སྐུ་གཟུགས་གསལ་ཐང་ཡིན་པའི་རེ་བ་ཞུ་བཞིན་ཡོད། ཨེ་ནི། ད་ད་ད། ད་རིང་གི་གནད་དོན་འདི། ད་ལྟ་རྒྱ་ནད་ལྐུགས་ཡུལ་བཅུ་དགུ་དང་འབྲེལ་བའི་ཐོག་ནས་ནི། ཟུར་དུ་དྲ་གྲོགས་མང་པོ་ཞོལ་གཅིག་གིས། འདིའི་སྐབས་ལ་ཟས་སྤྱོད་བསྟེན་ཚུལ་ག་རེ་བྱེད་དགོས་ཀྱི་ཡོད་མེད་དང། ནི། དེ་མ་ཡིན་པའི་ཡང་ཐབས་ལམ་ག་རེ་ཡོད་མེད་འོ་མང་པོ་ཅིག་ཟུར་དུ་འབྲེལ་བ་གནང་ཡོང་གི་འདུག་ད་ག་ནང་ཤེས་མཁན་འདུག་འདི་འདྲ་ཞིག་བཟོ་ཐུབ་ན་ཡག་པོ་འདུག་གསུངས་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་རང་ཉིད་ཀྱིས་ད་ད་ལྟ་བར་དུ་ཅིག་ནད་པ་མི་ཉུང་བ་ཞིག་ལ་སྨན་བཅོས་བྱས་པ་དང་དེའི་བརྒྱུད་རིམ་གྱི་ནད་པ་ཚོ་གི་ཉམས་མྱོང། སོ་སོ་གི་ཨེ་ནི་ཅིག་ཕ་ལམ་སྟོན་ཞུས་པའི་ཨེ་ནི་ཅིག་འབྲས་བུ་ཟིན་ནས་རེད། ངོ་དེ་འདྲའི་གི་ཐོག་ནས་དེ་རིང་རྒྱ་ཆེའི་གཟིགས་པ་པོ་ཡོངས་ལ་འདི་ནས་མ་ཉམས་མྱོང་ཕྲན་བུ་ཅི་མ་ཞུ་འདོད་བྱུང་སོང།

སྐད་འགའ་བྱས་ཡ་དེ་ཚོ་ལ་ཁ་ཅིག་ལ་ཆམ་པ་ལ་ཚ་བ་གི་གདོང་འདྲ་ལེགས་མ་རེད་ད་ག་ན་ཤི་ཡ་ཆམ་གཅིག་པོ་ཡིན་པ་ཡིན་འདི་ལ་ཚ་བ་གི་གདོང་འདྲ་ལེགས་མ་རེད་ད་ག་ན་ཤི་གློ་ཆམ་གཅིག་པོ་ཡིན་པ་ཡིན་འདི་ལས་ཚ་བ་གི་གདོང་འདྲ་ལེགས་མ་རེད་ད་ཡང་དེ་ཚོ་ཚང་མ་ལ་མཉམ་དུ་ཚ་བ་ཡོང་ངེས་གྲང་ཤུར་རྒྱབ་དར་སིལ་རྒྱབ་རུ་སྒོ་ཚིགས་ཟུར་རྒྱབ་བྱེད་ངེས་ལས་ཅི་ཡོང་གི་རེད་གང་ལྟར་ཡང་ཚ་བ་གི་གདོང་འདྲ་ཡོད་ནའི་རེད་ཚ་བ་གི་གདོང་འདྲ་མེད་ནའི་རེད་ངེས་པར་དུ།

དེ་བྱས་ཏེ་ང་ཚོ་བོད་པ་མི་མེ་རི་ངོ་རི་གི་ཚེ་སྲོག་དེ་ད་ལྟའི་དུས་ཚོད་འདི་ལ་གལ་ཆེན་པོ་ཞེ་བོ་ཅིག་རེད་འདི་རྣམ་པ་ཚོའི་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན། ཨེ་ནི་ད་རྒྱ་ནད་ལྐུགས་གཡུར་བཅུག་ཁུལ་སྐབས་ད་གང་ལྟར་འཆམ་པ་དེ་ནས་རེད་ག་རེ་ཡིན་པ་ཡིན་ནས་རྣམ་པ་ཚོ་ལ་དཀའ་ངལ་དེ་འདྲས་ཞིག་ཡོད་པ་ཡིན་ན། ག་རེ་གནང་སྒུག་དེ། དང་པོ། འཛེམ་བྱ་བྱེད་དགོས་ཡ་དེ་ངས་ཞུ་གི་ཡིན་འཛེམ་བྱ། ད་འཆམ་པ་ཐེབས་པ་ཡིན་ནས་རེད་ཡ་འཆམ་ཐེམ་པ་ཡིན་ནས་རེད་རྒྱ་ནད་ལྐུགས་གཡུར་བཅུག་ཁུལ་གནང་བ་ཡིན་ནས་རེད་ག་རེ་ཡིན་པ་ཡིན་ནས། མ་གྲངས་བར་དུ་ཉི་མ་བདུན་དང་ཉི་མ་བཅུ་བཞིའི་རིང་ལ། ཤིང་ཏོག་གི་རིགས། གྲང་ལོག་གི་གྲང་མོའི་རིགས། ཆུ་མངར་མོའི་རིགས། ཨེ་ནི་བྱ་མངར་མོའི་གོས་མངར་མོ་ཤུགས་ཆེན་པོ་ཡོད་པའོ། འདི་ཚོའི་རིགས་དེ་ཚོ། ཉི་མ་བདུན་ནས་ཉི་མ་བཅུ་བཞིའི་བར་ལ་ཡག་པོ་ཞིག་འཛེམ་དགོས་ཀྱི་འདུག། འདི་ཡིན་གཅིག་མིན་གཅིག་རྣམ་པ་ཚོས་ཐུགས་ལ་བཞག་དགོས་ཀྱི་འདུག་ར། འཛེམ་བྱ་དེ་ཚོ་གཅིག་རེད། ཨེ་ནི་ཟོག་པོ་བཀྲུས་པ་ཡིན་ནས་ཟོག་པོ་ཆུ་དྲོ་ལོ་མོ་ལ་བཀྲུས་ནས་ལམ་སང་དུག་ལོ། གོན་ཐུབ་པ་བྱེད་ན་འགུག་ཡོག་རེད། འཁྱག་ལ་བཅུག་རྒྱུ་ཡོག་མ་རེད་ཆམ་པ་ཐིབ་རྒྱུ་ཙ་ནས་ཨེ་ནི་འབངས་དང་གདོང་དང་སྣ་ཁུག་དེ་འགྱེལ་ལ་རླུང་སིལ་བུ་རྒྱབ་ཡིན་ན་འདི་རྡུར་འགྲོ་གི་རེད་དེ་འདྲ་སོང་ཙང་ཆམ་པ་ཐེབ་པའི་སྐབས་ལ་སོ་སོའི་ནང་རང་ལ་བཞུགས་ཨེ་ནི་གྲོ་བོ་བྱེད་ནས་བསྡད་དགོས་ཡག་དང་སེམས་བག་ཕེབས་པོ་བྱེད་ནས་བསྡད་དགོས་ཡག་འདི་གལ་ཆེན་པོ་ཤོས་ཅིག་རེད་སྤང་བླང་བྱེད་དགོས་ཡག་དེ་དང་པོ་དེ་འགྱེལ་ཅིག་ཆགས་བསྡད་ཡོག་རེད་ཡང་བསྐྱར་ཅིག་ཞུ་གི་ཡིན། ཤིང་ཏོག་གི་རིགས། ཨེ་ནི་བྱ་མངར་མོའི་རིགས་མངར་མོ་དཔེ་ཉུང་ཉུང་ཆོད་གོ་རེད་མངར་མོ་མང་པོ་ཆུ་རྒྱུ་ཡོག་མ་རེད། ཨེ་ནི། གྲངས་ཚད་ཀྱི་རིགས། ཨེ་ནི། གྲངས་ལོག་གི། སྟོན་བྱ་བའི་ཟས་ཀྱི་རྔ་མོའི་རིགས། འོ་འདི་ཚོ། ཡིན་གཅིག་མིན་གཅིག། ཨེ་ནི། བྱམས་པ་དང་རྒྱ་ནད་སྐུ་ཡུལ་བཅུ་དགུ་ཐེ་བའི་སྐབས་ལ། ཕོག་པའི་སྐབས་ལ་ཉི་མ་བདུན་ནས་ཉི་མ་བཅུ་བཞི་བར་འཛེམ་དགོས་ཀྱི་འདུག་འདི་ཡིན་གཅིག་མིན་གཅིག་གལ་ཆེན་པོ་གཅིག་རེད་ཤག

ཨེ་ནི། འདི་བརྩམས་པ་དང། སྦྱིན་བྱེད་མཉམ་དུ་བསྐོལ་ནས་བསླབ་བོ། འོ་ད་དགོན་བདག་ཆུ་ཚོད། ཡང་མེད་ན་ཉི་མའི་དགུང་ལོ་ཆོད་ནས་འགྲིག་གི་རེད་ཡང་མེད་ན་དགོན་བདག་ཆོད་ནས་འགྲིག་གི་རེད་འོ་ད་འདི་འདྲའི་ཆུ་ཆོད་ཐུབ་པ་ཡིན་ན་ཧང་བསང་ཡག་གི་ཕན་ཐོག་ཆེན་པོ་ཡོང་ད་འདི་ངས་ནད་པ་ཚོ་ལ་ཞུས་ནས་ཨེ་ནི་ཁོ་ནག་ཚོ་གི་རྩམ་པ་འདི་གི་ཞོ་ཞིག་ཕན་སོང་གསུང་གི་འདུག་རྩམ་པ་འདི་གཅིག་ནས་བཅུ་ཡོད་རེད་ཨེ་ནི་ཤ་ཁུ་དག་དེ་ཚོ་གི་གཉིས་ནས་རླུང་ལ་ཕན་ཡོང་གི་རེད་འདི་འདྲ་རེད་འདི་འདྲ་སོང་ཙང་འདི།

ཆམ་པ་ཐེབས་པའི་སྐབས་དང་སྣ་དགུང་འགག་ཁ་རླངས་ཀྱི་བྲོ་བ་བརླག་སྣ་དགུང་གི་དྲི་མ་ཤོར་སྣ་དགུང་འགག་བྱེད་མཁན་དེ་ཚོའི་རིགས་ལ་ག་རེ་ཡག་པོ་འདོད་ཞུས་པ་ཡིན་ན། ཨེ་ནི། ང་ཚོ་གི་ཆུ་ལི་ཏྲ་ཕྱེད་ཀ་ལྷག་ཙ་ཅིག་བརྐོས། ཉི་མ་གཅིག་ལ་ཉུང་ན་ཐེངས་གསུམ་ཞོགས་ཀས་ཉིན་གུང་གོ་ཟླ་ཞོགས་ཀས་ཡར་ལངས་ཟླ་གཅིག་ཉིན་གུང་གཅིག་གོ་ཟླ་ཉལ་ཁ་ལ་བ་གཅིག། རབ་ལ་བྱུང་ན་གསུམ། ཉུང་མཐར་གསུམ། གསུམ་ལས་ལྷག་པ་བཞི་བྱུང་ནས་འགྲིག་གོ་བཞི་ལྔ་བྱས་ནས། ཆུ་ལི་ཏྲ་ཕྱེད་ཀ་ཙམ་ཞིག་བསྐོལ། སྣོད་ཀྱི་ནང་ལོགས་ལ། བསྐོལ་ནི་འདིའི་ནང་ལོགས་ལ་ད་ང་ཚོ་རྒྱ་མིག་གིས་བཟོས་ཞབས་ཀྱོག་གི་བིག་སི་བ་ནང་ལོགས་ལ་དམར་པོ་འདྲ་བོ་ཡོད་ཅེ་དམར་སེར་ཡོད་ཡོད་ཅེ། འོ་འདི་དཔེ་ཡག་པོ་འདུག་འདིར་ཐིགས་པ་ཁ་ཤས་ཤིག་བླུགས་ནས་ཨེ་ནི་ཁོ་ཆུ་དེ་དཀྲུག་ཏུ་ཆས་ཨེ་ནི་ནད་པ་དེ་རང་གི་གོང་ལ་ཨར་ཅོ་ཅིག་གོན། སྐར་ཆ་བཅུ་བཅོ་ལྔ་ཅིག་སྣ་དབུགས་ནས་ཡར་འཐེན།

ཨེ་ནི། སྨན་ནི་ཡིན་ཅི་མིན་ཅི་རྣམ་པ་ཚོས་བོད་སྨན་དང་ད་ཅིག་རྒྱ་སྨན་ཟུང་དུ་འབྲེལ་ན་ད་ཡག་ཤོས་རེད་དེ་མ་བྱུང་ནས་བོད་སྨན་ཡིན་ཅི་མིན་ཅི་རྣམ་པ་ཚོ་བྱོས་རོགས་གནང་ད་ང་ཚོ་ལོ་ཆུང་མ་ཁག་ཅིག་སྣང་ཆུང་ཤོར་ནས་ཨེ་ནི། དཀའ་ངལ་འཕྲད་ཡོང་གི་འདུག་འདིའི་རིགས་དེ་མ་ཤོར་བྱེད་གནང་རོགས་གནང་བཟང་བོ་ངས་འདི་འབུལ་འདུན་ཞུ་གི་ཡོད་འདི་རྣམ་པ་ཚོས་ཡིན་ཅི་མིན་ཅི་གང་མང་མང་བྱེད། རྒྱུ་བོད་ནང་ཐུག་རོགས་ན་མི་མང་པོ་ཞོ་གཅིག་གི་རྟགས་ནི་ང་ལ་ཞོ་ཞོ་གཅིག་གང་རག་ཡ་ཡོད་མ་རེད་མི་མང་པོ་གཅིག་རྟགས་བཟོ་ན་མི་དེ་འགས་ཀྱི་ཚེ་སྲོག་ལ་ཕན་ཐོག་ཡོང་གི་རེད་འདི་གི་ཁྱེད་རང་ལས་ནས་དགེ་བ་རླབས་པོ་ཆེ་གཅིག་བསགས་ཐུབ་གི་རེད་འོ་འདི་རེད་འདི་འདྲ་སོང་ཙང་རྣམ་པ་ཚོས་འདི་ཡིན་ཅི་མི་ཅི་གང་མང་མང་ཅིག་ངའི་ལག་གཉིས་ཐལ་མོ་སྦྱར་ནས་བརྒྱུད་སྐུལ་གནང་རོགས་ནས་འབུད་སྐུལ་ཞུ་གི་ཡོད་འདི་ད་ལྟའི་དུས་ཚོད་ལ་རྒྱ་ནད་ཀོ་བུད་བཅུ་དགུ་འདི་གནས་སྐབས་གཅིག་འཛམ་བུ་གླིང་ནང་ནས་འགྲོ་ཐུག་ཡག་དཀའ་ལས་ཁག་པོ་རེད་དེ་འདྲ་སོང་ཙང།

སོ་སོའི་གྲོགས་པོ་གྲོགས་མོ་དེ་ནང་སོང་ནས་ཨོ་འདི་ཕྱིས་ཟེར་ནས་ལམ་སང་ཁོ་རང་སོ་སོ་རང་གི་མི་དེ་སྲོང་སྐྱོབ་བྱེད་ཐུབ་ཡག་ཡོད་ལ་སོ་སོ་ལ་ནུས་པ་ཅི་ལས་ཡོང་གི་དེ་ཚོ་ལ་དངུལ་ཞུ་ཞུ་བཏང་དགོས་ཡག་ཡོད་མ་རེད་དེ་འདྲ་སོང་ཙང་དེ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་རོགས་ན་ཨེ་ནི་མ་ཡི་བཟོ་དང་དེ་འདྲའི་གི་སྨན་ཁང་ལ་འགྲོ་ཡག་གི་དོལ་ཚོའི་ཀླད་དུས་ཙང་ནས་མཛའ་དྲང་པོ་ཆགས་ཚར་རེད་རྗེས་ལུས་ཐེག་ཚར་རེད་དེ་སོང་ཙང་རྣམ་པ་ཚོ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་རོགས་ན་སྨན་ཁང་ལ་རྒྱ་གར་སྨན་ཁང་ལ་འགྲོ་དུས་ཙང་ནས། ཉེར་བྲི་གཅིག་ལ་འབུམ་གསུམ་དང་པོ་བླུགས་ཟིན་གྱི་དོ། འོ་འདི་རྣམ་པ་ཚོའི་དགོངས་པ་བཞེས་རོགས་གནང། འབུམ་གསུམ་དང་གསུམ་ལས་མི། མི་ལུས་རིན་ཆེན་ཤུར་གུས་ཡོད་རེད། འོ་འདི་ཡིན་གཅིག་མིན་གཅིག་ཐུགས་ལ་བཞག་ནས་གང་མང་མང་ཅིག་བརྒྱུད་བསྐུལ་གནང་རོགས་གནང། རྣམ་པ་ཚོའི་རྩམ་ཐུག་འདི་ཡིན་གཅིག་མིན་གཅིག་གང་མང་མང་ཅིག་བཀོལ་དགོས་ཀྱི་འདུག་བཀོལ་ནས་མཆོད་དགོས་ཀྱི་འདུག་རྒྱ་ནད་ཀོའུ་ཡུར་བཅུ་དགུ་དེ་ངས་ཚོགས་ཀྱི་འདི་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན། ཐོ་ཆེ་ཆེ།